ལེའུ་བདུན་པ། མི་ནག་བློན་པོ་སྐྱེ་ཡག་དེས་གླིང་ག་ལ་རྒྱའུ་ཕུང་དྲུག་བཟོས། ཨར་རྟ་བློན་མོའི་འཐམ་ཕྲུག་ཅིག་ཁོ་རང་མ་སའི་བྲག་ལ་བསྒྲིགས། དེ་ནས་མི་ནག་གི་དཔོན་དམག་རྣམས་རང་ག་ཐུག་སུ་འབྱོར་བ་དང་འདི་ཚོ་བསྡུས་ཏེ། ད་ལན་མཚན་བརྒྱ་གཡོན་ཅན་ཟེར་དུས་ཁལ་ཁ་ར་རྒྱུ་ཕག་ཤོག་སྟོང་དཔོན་ཨ་ནི་རམ་པ་སོགས་བློན་པོ་བསམ་དང་དམག་མི་སྟོང་ཕྲག་གཉིས་ཙམ་མེད་བརླག་ཏུ་སོང་བ་མྱ་ངན་འགྱོད་བདག་དྲག་པོ་ཟེར་བའི་སྐབས་སུ་གཡང་དྲག་དྲག་ཅེས་བྲག་མགོ་ནས་གངས་ཨ་ལོང་ཅན་གྱི་གདན་ཐོག་ནས་གླང་པོ་སྐྱེས་ཡ་གངས་དཀར་སྲིན་ཡ་དེ་ཧོན་ཏོག་ཅེས་ཟེར་ཏེ། ཡ། ང་འདྲ་ང་ངོ་མ་ཤེས་ན་འཁྲབ་སྡེར་སྡང་གྱིས་དཔོན་པོ་ལ་སྐྱེས་ཡ་གངས་དཀར་སྲིན་ཡ་ཡན་སྐྱེས་ཡ་ལས་འཛོམས་ལ་ཡོང་ལ་གྲྭ་པ་ཁྱེད་ལས་རྒྱལ་ཁབ་དགོས་ལ་གྲྭ་དེ་ཚོ་ཡན་ལག་འདྲ་མ་ཡན་དེ་ལྟས་དེ་རིང་གནས་བབ་འདི་དེ་སྔ་ཉི་མ་ཕན་ཆད་ལ་པ་འདི་ཟས་སྣེ་ཅིག་ཕ་ལ་ཞོག་ལས་ཅི་བཟས་རང་ཕམ་རང་ལ་རེད། རྒྱ་ནག་དམངས་མོ་མཁོ་ཆས་ནང་ཐོག་མི་དེ་ཆུ་ནང་བདའ་བ་རེད་ད་འདི་འདྲ་ལྡོག་ཐབས་ག་ན་ཡོད་སང་ཉིན་ཉི་མ་སྔ་དྲོ་ལ་ང་འགྲོ་ཁས་ལེན་སྐྱེས་ཡ་ཡོད་པ་རོགས་དམག་གི་དགོས་པ་མེད་རབས་ན་ཇོ་རིགས་འགོ་ལ་ལེན་འདྲ་ཡིན་ན་དཔའ་ཐུབ་འགོ་ལ་ལེན། མཐའ་མ་གླུ་མ་ཆགས་ཉེས་དང་རྒྱལ་ཁང་ཡོངས་ལ་དྲག་ལས་ཟེར་པ་ད་དེ་འདྲ་མ་ལངས་ན་ཁ་ས་ལ་འཁོར་རེ་ཐེ་རང་སྤོང་ཅིག་ཟེར་ནས་ཁ་སྤུ་ཁྲི་ཁྲི་བསྡང་ནས་འདུག་པ་སྐབས་སུ་གླང་ཤེད་ཅིག་བསྟན་རྩལ་དྲག་པ་དེ་ན་རེ། ཡང་ཨ་ཕོ། མདོག་ནི་དགའ་མ་གཏོགས་ཤེས་རྒྱ་ཆུ་ཐང་ཟད་པའི་ཕན་ཐོག་མེད། ག་སྲིད་མི་འགྲོ་ཐབས་མེད་ཡིན་ན་པར་རོ་གླང་པོ་མི་རྒྱ་དང་ལྷ་ཐི་དར་མ་ཁྲི་ཚོ་བསམ་ཁྲིད་ནས་འགྲོ་དགོས་པ་ལས

དད་དམ་བརླན་གྱི་སོ་བ་རྣམས་ཀྱི་གསུང་ཚུལ་བརྡ་ཞུས་ཟད་པའི་སྲིད་པ་ན་རེ། ད་རེས་གདོང་ལེན་དཔའ་རྟགས་གང་འདྲ་འགའ་རེ་མ་སངས་ན་ཁོ་གླིང་དཀར་དུ་ཤོག་ཚེ་ཡག་པོ་མི་ཡོང་གསུངས་པ་ན་གླིང་གི་བར་དུ་འདན་མ་དང་སྒབ་བདེ་གསལ་ལང་ཆོས་འགྲམ་ལྗོངས་གཡུ་ལྷ་ཀྱི་གཏམ་གླེང་དུ་བོད་ཅན་རུས་དྲི་བླ་རུ་སྒང་ཟུར་ནས་ཐོ་ཐོ་སོང་བ་ན། ལྗོངས་ཁྲོ་གཡུ་ལྷ་ཐང་རྒྱུད་དེ་རྭ་གཡུ་ཁང་སམ་རོང་འགོག་དུ་ལྕམ་དང་སྒོ་དྲུག་ཅན་ཞིག་བཞག་ནས། ང་འདྲ་ང་ངོ་མ་ཤེས་ན་ཁྲ་མོ་ལགས་ཀྱི་ས་ཆ་ནས་གེ་སར་རྒྱལ་པོའི་བཀའ་ལམ་ལ་འབྱུང་སའི་གཡས་ལ་ཐང་ཆུ་ཡའི་རོ་བྱས་ནས་གླང་ཆེན་དགའ་བདེ་ཡའི་རོ་བྱས་ནས་གླང་ཆེན་འདས་མ་ཡའི་རོ་བྱས་ནས་བཀའ་ལམ་ཆོས་འདྲ་ཡའི་ངའི་དཔའ་བོ་མི་རྒྱ་འོང་གླང་ལ། སྦྲ་འཆི་བདག་ཡིན་ཀྱང་སུ་ནུས་ཤོག། འདྲེ་སྲིན་པོ་ཡིན་ཀྱང་གཟུར་ནས་འགྲོ་ད་ར་ཉི་མ་གང་ཐོག་ལ་ཆོས་མི་ནུབ་བུ་བདག་ཅག་གིས་བ་བདག་ཆགས་དགོས་གླིང་རི་ག་ལ་དེ། དཔའ་མའི་ཁེ་འགྲོས་ཟེར་ལགས་དང་རི་རབ་སྤུངས་པའི་ཆུང་མདོག་དང་ཁ་གབ་སྟོང་སྟངས་བྱེད་ལགས་དེ་མི་ནབ་ཚང་གི་འགྲོ་ལགས་རེད་དཔའ་ཅི་ཡོད་ཁྱོད་རང་ཟེར་ན་ཟ།

འཁྲབ་རྫོང་ཁ་ཤས་མཐོ་བ་ཙམ་ལས་གནོད་མ་ཐུབ། དེ་ནས་ཁོང་རྣམས་གཡག་རྒོད་ར་འཐབ་པ་བཞིན་དུ་བྱ་ཡི་རྩོམ་ལ་གྲུ་ཁ་འདྲེས་ཀྱང་ཁེ་ཕང་དབྱེ་མ་ཆོག་པར་དུས་དེ་འདྲ་སྐབས་འདི་ཆུ་ཆུང་བེ་ནག་གི་ཞག་ནག་ཞིག་བཏབ་པས་ཁོའི་སྐེ་ལ་ཐིམ་ནས་མི་རྟ་ཁ་བྲལ་ལ་ཁེ་བཟང་ཡང་ཁོས་རལ་གྲི་གཡོགས་ནས་ཞགས་པ་བཅད་དེ་དམག་སྒར་ཁྲོད་དུ་མཆོང་ཤོར་ཞིང། དུམ་བུ་ལྷོ་སྒོ་ལ་བལྟས་ནས་སངས་ཏེ་ལྷོ་བདུད་གཉིས་ཀྱི་དམག་ཉེ་ཤུ་ཙམ་ཆ་ཉེར་དུ་བཏང།

ཨེ་མ། ཅི་ཡང་ཟེར་རིགས་འདི་གས་དེ་དཔའ་ཡ་མའི་ཁྲ་ལ་སོང་བསམ་གྱི་རང་འཚང་འོག་ནས་ཤོ་ལོ་ལ་བསམ་ན་རང་དགའ་ཅི་མི་ཤེས་ཅི་རེད་མི་གདའ། གསང་པོའི་ཐབས་ཀྱིས་མ་བཟས་ན་གླེན་པོའི་དཔའ་མཛངས་ཟས་ན་ཡང་མཐའ་མ་རྒྱ་བོད་ངེས་པ་མེད་ཞེས་བསམ་ནས་རང་གི་རང་ལ་དྲན་སྐུལ་བྱས་ཏེ་མོ་རྟ་ལས་བབས། ཁྱོད་ཕ་གིའི་འཕང་བོང་ན་ཁྱང་འོག་ཏུ་ཆུ་མིག་རྫ་ཁ་ཙམ་ཞིག་ཡོད་པ་འགྲམ་དུ་སོང་ནས་ངོ་གདོང་གཙང་མར་བཀྲུས། གོས་ཕྱེད་ཡག་ཤེས་ནག་པོའི་གཟབ་མ་བཅངས།

གཡང་ཀ་ཤ་ཡིས་རྒྱབ་པ་དང་ཕར་བལྟས་པས་ཕུང་ཁེ་ལྕེ་ཡག་ཏུ་ཡོང་བ་མཐོང་སྟེ་སེམས་ལྷོད་ནས་སྟ་ལས་བབས་ཏེ་ལྕེ་ཡག་ལས་སྤོང་གི་མེ་ཏོག་ལུས་ཞེན་ལས་ལྕེ་ཁ་སྨྱུག་མ་མཆོད་མདོག་བུ་མོའི་ལྡེམ་འགྲོས་ལྟ་འདོད་མིག་དར་ལམ་ལམ་ངོ་ཚ་འདོད་མཁོ་ཚོད་དམའ་ཟིང་ཟིང་འཐུང་འདོད་ཀྱི་མགོ་ཤེར་ཁྲུག་ཁྲོ་ཟེར་ནས་ལྕེ་ཡག་གི་སྔ་སོང་སོང་བ་དང་ཁོའི་མཐོང་བ་ཙམ་གྱིས་ཡིད་རང་བོ་མེད་པར་ཤོར་ནས་ཡ། ང་འདྲ་ང་ངོ་མ་ཤེས་ན་ལྕེ་ཡག་གང་སེང་ཀ་ཡག་ཟེར། ཕོ་བརྒྱ་བཀྲ་ཟེར་དཔའ་བོ་ཡ། མོ་བརྒྱ་མཛོ་ཟེར་སྐྱེས་ཡ་ཡ། སྐྱེས་ཡ་ལས་ས་ཏའི་འདི་ན་བཀྲ། དེ་རིང་ལས་ཀྱི་ངོ་སོ་ལ། ལང་གཡོག་བུ་མོའི་སྣང་སྟོང་མ་ཚོར་ཉམས་སོང་ཟེར་རྒྱུ་འདི་འདྲ་ཡོད། ཁྱོད་བུ་མོ་འོང་བ་གང་ནས་ཡང་བརྒྱ་ཕ་མའི་དཔེ་ཡང་ཅི་འདྲ་ཡོད། ཁྱོད་བུ་མོ་འགྲོ་ས་གང་དུ་འགྲོ་སྔར་འགྲོ་ས་དེ་ཡང་ཅི་འདྲ་ཡོད། ཁྱོད་རང་མལ་ལ་ཇི་སྐད་ཟེར་ཁྱོད་འདི་ན་ཡོང་བ་མ་ལོ་འདུག་ཁ་ང་ཟླ་བ་སམ་ཚུན་ཆད་མི་ལ་གཉིས་ཀྱི་གཡོན་འཕྲོག་ཟེར་གནམ་ས་གོ་འདུག་ཟེར་ལ་ཁད་ཉི་ཟླ་ཐང་དུ་འཕེན་ལ་ཁད་མི་བདེ་བདེ་ཟེར་སོན་ནས་ཡོད་ཁྱོད་བུ་མོ་ཁེ་འགྲོའི་ཕ་ལ་ཞོགས་དགྲ་ཁྱི་བདག་ཡིན་ཀྱང་ཤ་རླངས་མེད།

སྐྱེས་ཀྱང་ཁས་ལེན་མ་མཛད་ཚེ་ང་སྐྱེས་ཡ་སྙིང་རྗེའི་ཟས་ལ་མེད་ཅེས་ཟེར་བ་དང། དཔའ་མོ་ཨ་སྟག་ཀླུ་མོ་དེ་གཉིས་ཀྱིས་ད་ལིང་ལྷུན་ནུས་མཐུས་ཁོའི་བསམ་པ་ཚུར་ཁོག་ཚ་མདའུ་བསྙགས་ནས་སྐད་གདངས་ཤིན་ཏུ་སྙན་གྱི་འཇིབ་པར་ངང་ནས། ཡ། ང་འདྲ་ང་ངོ་མ་ཤེས་ན་ནག་པད་མ་མཁའ་འགྲོས་སྐྱེས་པ་ལ་ཀླུ་མོ་ཡལ་ག་མཛེས་ལྡན་ཟེར་ཡང་ས་མཐའི་ཡུལ་ཤེལ་དཀར་ནས་རབ་མཛེས་ཟེར་རུའི་སྲས་མོ་ཡལ

མོའི་གཏམ་ལ་རང་ཚིག་འགའ་བ་རེ་བཟང་འདུག་པས་ཅི་ཡང་མི་ཤེས་ཀྱང་ད་བུད་མེད་ཅིག་ལ་སྐྲག་དགོས་དོན་ཅི་ཡོད་སྙམ་ནས་གླེང་འོང་གི་དེ་ནས་མོ་ལ་བདའ་ཞེས་བཏང་ནས་བློན་པོ་རྣམས་ཡར་སོང་ཞིང་ལུང་མདོ་བྱས་ལ་ལྷགས་པ་དང་ཁོང་གཉིས་རྟ་ལས་བབས་ཏེ་ཅི་ཡག་གི་བསམ་པ་ལ་ཅི་མཐའ་སྐྱེ་འོང་མི་ཤེས་ཟེར་བས་བུ་མོ་འདི་ལ་སྟབས་ཅི་ཞིག་ཟེར་དགོས་སྙམ་ནས་མོའི་གདོང་ལ་ཡང་བལྟ་ཞེས་ཟེར་པས་བློན་མོ་དེ་མདོག་དཀར་ལ་དྲི་ཞིམ་པ་མཐོང་བ་ཙམ་གྱིས་ཡིད་འོང་འཕྲོག་པ་ཞིག་ཡིན་སྟབས་སེམས་ཤོར་ནས་ཁ་སང་བྲོས་པས་བློན་མོས་ན་རེ། གང་ཚང་རེ་ལ་སླ་རེ་འཁོར་བས་དེ་བུ་མེད་ཀྱི་གཙོ་སྒྲུབ་ཕུང་ན་མི་རང་སྲིད། ཁོས་ཁོ་སྲང་གང་ཚང་ནང་འོབས་སེ་བསྡུས་ཏེ་ཕ་གི་འཕང་བོ་ཞིག་གི་ཐོག་ཏུ་བཞག་ནས་འཚོ་འོང་བ་ན་ཨ་སྟག་ལོ་མོས་སྡོད་ཅིག་བཞག་ན་མ་ཅིག་རང་ཆང་དེ་བཏང་ནས་ཁོའི་སྐེ་ལ་བཏབ་པས། ཁོས་མནའ་རེ། མོ་རེ་ཁྱོད་ཀྱིས་ཅི་ཟེར་ལེ་ཡིན་ཟེར། ཅི་ཟེར་ལེ་ཡིན་ཨང་ཟེར་གྱི་ཅིག་མ་གཏོགས་ཅི་ཡོད་ང་ཨ་ཕོའི་རྗེས་སུ་སོང་བས་ན་ཁྱིམ་ཐག་ཆོད་པའི་རེ་བ་དཀའ་ཟེར་ཡོད་མོད་དེའི་སྟངས་འདི་ཡིན་ཟེར་བས།

དཔའ་མོ་རོ་གཉིས་མདོ་བ་སྐྱོང་མཁར་འཕགས་ཤེལ་གྱི་གོང་ལ་བུད་ནས་གླིང་དཀར་ཐུག་ལ་སར་ཕབ། སྐྱེ་ཡག་གི་མགོ་ལ་མཁོ་བསམ་དུ་བསྐྱེད་པར་གེ་སར་རྒྱལ་པོའི་མདུན་དུ་བུད་ནས་གཏོར་མ་ལོངས་སྤྱོད་ཞུས། སྐུ་སྐྱེ་ནོར་བུ་དགྲ་འདུལ་གྱི་ཞལ་འཛོམས་པ་བསྒོ་ནས་སྲས་ཀྱི་མགོ་མོ་གཅོད་དང་སྐྱེ་ཡག་གི་རྟགས་དང་མཁོ་བསམ་དུ་བསྐྱེད་པར་དཔའ་བརྡ་གནང། སྐབས་འདིར་གྲུ་གུ་དང་ཐུགས་ཤོར་གཉིས་ཀྱི་ལས་མ་འབུམ་ཕྲག་གཉིས་གླིང་དཀར་ལ་བུད་དུས། སྔར་དགའ་ཐོག་ལ་འབྱོར་བའི་དམར་ཤོག་སོ་སོའི་དཔང་ལག་སྒོ་རའི་ཨ་ཤོག་ཚང་ལ་གོ་འགབ་ལ་ཆིབས་ས་སམ། གྲུ་གུ་དཔང་ཤོག་ཤི་དུས་ནང་སྒོ་དང་མཐིལ་ཤོག་དཔང་ཆེན་ཁ་རས་ཐོག་འགྲོ་དྲགས་པ་གཉིས་ཀྱི་མཛོད་བརྡར་རེ་བྱས་ནས་སེང་ཆེན་རིན་པོ་ཆེའི་མདུན་དུ་བཀྱགས་ནས། གསུང་ལན་ཞིབ་རྒྱས་གནང་རྗེས་སུ་རང་གནས་སུ་ལོག་གོ། ཁྱེད་ཚོ་ང་དོ་ཁ་ལང་ཆེ་རྒྱག་ནི་མི་ནི་ཤ་ཉེ་སོ། རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་ང་ཚོ་ཡུལ་རིན་པོ་ཆེ་ལ་སྐད་ཆ་བཤད་ཡ་ར་མ་དེ། དོ་རེ། གུས་པ་རང་གི་ངལ་གསོའི་ལས་ཡོད་དང་བསྟུན་ནས། མི་ནུབ་རྟ་རྫོང་གི་ནང་གནས་ཀྱི་རྣམ་པ་ཚོ་ལ་ལེམ་ཚེ་ཉུང་ཉུང་ཅིག་ཕུལ་རྒྱུ་ཡིན། རྣམ་པ་ཚོ་མི་ཐུག་ཡིད་དང་མཐུན་པ་སྨོན་མཇུག་མཐར། གུས་པ་རང་ལ་དོ་ཁུར་གནང་རྒྱུ་མ་བརྗེད་རོགས། ལེའུ་བཅུ་དགུ་པ། གཡུ་འདེགས་དཔའ་བོ་ཁ་སྤྲོད་ཕུད་གླང་ཆེན་འདེམས་ཉང་ཁྲིག་འདེད་ཆུང་ནག་འབར་མཚན་སྙིང་ཁྲག་དོག་འདེད་སྲས་དྲང་པོ་ཤར་ལས་ལངས་ཞེས་པའི་ལེའུའི་སྐབས་སོ། དེ་དུས་ལྷ་སྲས་དགྲ་ལྷ་རྩེ་རྒྱལ་དང་ཚ་སྐྱོང་འདན་མ་ཟངས་ཁྲག་གཉིས་ཀྱི་དགྲ་ལས་མྱུར་དུ་ལེན་རྒྱུ་ཁས་ལེན་བྱས་པའི་རྗེས་སོ། འདས་སྲས་གཡོ་བ་འབུམ་པ་སྐུ་མྱ་ངན་ལས་འདས། སེང་ཆེན་རིན་པོ་ཆེའི་འདས་སྲས་ཀྱི་རྣམ་ཤེས་བདེ་སྐྱིད་དྭགས་པོ་ཤའི་འདི་པར་དཔའ་རྟགས་ཐམས་ཅད་ཀྱིས་གསུང་གི་སྐྱ་རེངས་ཤར་བ་དང་མཉམ་དུ་འདས་སྲས་ཀྱི་ཕྱག་ལས་ལན་བུ་དམ་བཅའ་བཞག་ནས་རང་རང་གི་གནས་སུ་ལོག་གོ། དེ་ནི་ཚ་གཞོང་འདས་མི་དགོངས་པ་ལ་དེ་སྔ་བླངས་ཀྱི་བར་དུ་ནང་ཚེ་ཡག་དང་དབང་པོ་དག་བསྡུས་སུ་ཤི་ཡང་འབྱོར་པར་ཟད་སྲོལ་མེད་ཀྱང་ད་མི་དགེའི་ལག་གི་མཁའ་རྒྱབ་ལྟ་བུ་བསྟན་ས་དེ་ཡང་ཤོར་སོང།

གཡོན་དེ་གཉིས་ཀའི་ཆུ་སྣ་འབར་འཛག་གི་ཤ་ཁང་རེ་ཟོས་ཁྲ་ཧོར་རེ་དང། དེ་ནས་ཁུ་དབུགས་ཆད་པས་དུས་འགོ་ཁྲ་རྣམས་རྟ་སྔར་ལ་བསྡམས། གཡོན་དེ་གཉིས་རྟ་ཐོག་ལ་བུད་ནས་སྐུ་དགྲར་གླེང་བསམ་རྒྱབ་ནས་མི་ནག་རྨ་བཟའ་རྒྱལ་པོའི་ལས་སྒོར་ཐུག་བཅུག་པས་རྨ་བཟའ་རྒྱལ་པོའི་རྭ་གྲི་སྲོག་ལས་དགུ་བསྐོར་ཏེ་ས་ནས་སོང་བས། གཡོན་ལྷ་དང་གྲི་ཁ་འདྲེས་པས་རྨ་བཟའ་རྒྱལ་པོའི་གྲི་ངོ་མ་བཅུག་ནས་ཟངས་དཀར་ཐོག་བྲོས། གཡོན་དེ་གཉིས་ཀྱིས་དེ་ཟི་གིས་ཁྲེས་བསྡད་པ་ལྟར་བསྡད་པས་ཟངས་དཀར་གྱི་མག་པ་འདིར་ཤན་པ་དམར་པོའི་རས་ཀྱང་མི་རེག་ཟོར་གྱི་ཀི་ནང་དུ་སངས།

འོ་མདོ་མགོ་འམ་གྱི་གངས་ལ་འདན་མ་གི་སྒོ་ནས་ལྷ་སྲུང་ལྷོ་བྲ་ཐུབ་པ་ལྟར་བཏང་འདུག་པ་ཤར་ལན་ལན་ས་ལ་ཕེབས་སོང་བ་མིན་ནམ་ཟེར་དུས། དེ་དུས་པར་ཏོ་རྣམས་ཀྱིས་དམག་རྩིས་ལེན་རྒྱུ་དང་དམག་གི་རྐུབ་སྒྲིལ་སོགས་ཟས་ཁང་མེད་པར་གཅིག་ཤོས་གཉིས་ཤོས་དུ་རྒྱོབས་སོང་བས། དང་བླངས་འོག་པོ་འཕྲང་ལག་ནས་འདན་མ་དང་གཡུ་ལྷ་གཉིས་ཀྱིས་གཏོང་མ་སྐད་སྒྲ་ཆོད་པ་སློང་ནས་ཚུར་ཕེབས་ཡོང་བ་ཐུག་སོང་མེད་དགའ་སྤྲུལ་ངོས་གསུང་ལན་མཛད་ནས་ང་སོ་ཁྲིད་བ་ཟེར་དེ་ནས་གླིང་དཀར་ཐོག་ཕེབས་ཏེ་གེ་སར་རྒྱབ་རི་འདི་དུ་རི་འཛའ་ཕྱུག་ན་སྦ་འཛའ་གཅོད་པོ་མི་ནབ་ཀྱི་དམག་དཔོན་རྣམས་ཀྱིས་མགོ་ཁྲིད་བཤང་ཤེད་གཏོང་མ་སློང་ཚུལ་དང་ཤར་ལན་ལངས་པའི་གནས་ཚུལ་རྣམས་ཞུས། གུར་གྱི་ནོར་བུ་དགྲ་མདའ་གྱི་གཡོན་སྟེང་གཉིས་ལ་སྔགས་སོ་གཟིག་མདོས་མཛད་གསེར་གྱི་པར་ཏྲ་བཅུ་རེ་དང་མཛོ་དར་ཡུག་རེ་པར་བརྡ་གནང། མ་དང་ལྷ་ཡི་ལོངས་སྤྱོད་དང་སྙོམས་པར་ལོངས་སུ་གསོལ། མདར་རྩེ་དང། མདར་རྩེ་དང་རྟ་རྒྱུག་སོགས་སུ་དགར་སྟངས་ཀྱི་རྩེད་མོ་སྣ་ཚོགས་བསྲེས་སོ།